ཡཱ་རྒྱུད་ལས། དེ་ནས་ཚངས་མ་ལ་སྔ་དྲོ་བདེ་ལེགས་སྙམ་པོ་རྒྱུ་བཞུགས། དེ་ནས་རྟ་ཏིལ་ལྔ་དང། ཨུ་ཏྃ་བྷ་དམ་པ་སངས་རྒྱས་དང་མ་གཅིག་བསླབ་ཀྱི་སྒྲོལ་མའི་རྣམ་ཐར་དང་འབྲེལ་ལོ་ཐོས་ནས་ཁ་བཀག་འདུག་གོ། ཞེས་རྗེས་གཅོད་ཀྱི་འབྱུང་ཁུངས་ཁ་བརྒྱད་པའོ། བཞུད་འཇུག། བཤོས་པ་རྟ་ཏིལ་ཁ་བརྒྱད་པའི་བཀའ་ཏིལ་ལྔ་དང། ལམ་ཏིལ་མ་གཅིག་བསླབ་ཀྱི་སྒྲོལ་མའི་རྣམ་ཐར་རེ་དེ་ནི་འཇུག་མ་ཚོགས་པོ་ནོ་འོག་ཏུ་བཤོས་པ་ས་ན་ཡིན་ནའོ་ད་ང་དང་ཚར་ཏེ་འཇུག། བཤོས་པ་དེ་ནི། ཨི་ག་ངའི། འཇུག་མེད་ག་དེ་ནས་ཚིག་ཁ་ཅིག་ཡང་ཁག་བཅར་འདྲི་ཁ་ཅིག་ཞུ་ཅེས་ཟེར་དེ་ནས་བཞག་ནས་དེ་འོག་ག་ནས་མི་དེ་ས་ན་བཟའ་དེ་ནས་ཡང་བདག་ས་དེ་མ་ཞུས་ན་ཡང་ཁག་ཅིག་སྒོ་ནས་ཚེ་བུ་ཆེ་བཞི་ཉམས་དེ་ན་དེ་ནས་འབོར་དང་ཨང་ག་ནང་ཡོད་དོ་ན་ཡོད་ཀྱི་འདུག་ཤོད་པ་ས་ན་དེ་ནས་འཇུག་མེད་ཡོད་ངེས་སྤེ་ར་འོན་ཚོར་ཅི་མ་ན་ཤོད་པ་དེ་འོག་ཁག་བཅར་མཛད་དེ་གཉིས་ཀྱིས་གཉའ་ན་བཟའ་དེ་ལ་གལ་ཏེ་གཉིས་ཀྱི་སྒོ་ནས་མ་གཉའ་ན་འཇུག་མེད་ཡིས་སྤེ་ར་ཁག་བཅར་ནོན་ག་ནས་མི་དེ་ས་ན་བཟའ་བརྫི་དེ་ཞུ་བ་ཡིན་ན་ལ་ལས། དེ་ནས་བཤོས་པ་དེ་ནས་ད་དང་ངའི་མ་ཅིག་ལབ་ཀྱི་སྒྲོལ་མའི་རྣམ་ཐར་ཁ་རུ་རྣམ་ཐར་ནང་ནས་ཁོང་གི་འཁྲུངས་ཡུལ་དང་འཁྲུངས་ས་དང་དེ་ཚང་མའི་སྐོར་ལ་ངས་ཨ་ཅི་ཡོང་ཞིག་བྱ་ནས་ཡོད་དེ་ཨ་ཟུག་གོ་མདོར་བསྡུ་མདོར་བསྡུ་བྱོས་ཟེར་ན་ཉིས་བརྒྱ་བཅུ་ཟ་ལ། དེ་ནས་ཁོང་དགུང་ལོ་བཅུ་གསུམ་བ་ཕེབས་པ་ཅིག་དང་ཁོང་ནས་དེ་ནས་འོ་ད་ཡུམ་གྲོང་ཟེར་དེ་ནས་ཁོང་ཨ་ཅེ་དེ་ནས་དོན་གཙོ་རིན་ཆེན་འབུམ་བཞུགས་པ་ནས་ཁོང་བདག་པོ་བརྒྱབ་སྟེ་གཟུགས་མཛད་ཀར་ཨ་ལ་ལས་ཁོང་བྱམས་སྐྱོང་མཛད་ཉམས་པོ་ཀོང་ཡབ་འང་བཞུགས་སོས་ཀྱང་བཤོས་པ་དེ་ནས་ཁོང་དགུང་ལོ་བཅུ་དྲུག་བར་ཕེབས་པ་ཅིག་དང་མཉམ་པོ་དེ་ནི་ཁོ་བོས་ཁོ་ངའི་དེ་ནི་ཡབ་ཨང་དེ་ནི་ཨོ་ད་ཨ་ཟུག་གོ་གྲོང་སོ་ལས་ཡབ་ཨང་གྲོང་སྐར་དེ་གྲོང་སྲིད་དེ་ན་དེ་ནི་ཁོང་ཨ་ཅེ་དོན་ཚོ་རིན་ཚེ་འབུམ་དང་དེ་ནི་མ་ཅིག་ལབ་ཀྱི་སྒྲོལ་མ་ཁོང་གཉིས་ཀ་དེ་ནི་པ་ནི་ད་ཡབ་ཨང་གྲོང་ཡུམ་ཨང་གྲོང་དེ་ནི་ཁོང་ཨ་ཅེ་དང་མྱོང་པོ་ཞིག་ཨང་འདུག་ད་དེ་ཟུག་སྐྱོན་ཅིག་དང་ཁོང་ནི་མ་ཚ་བིས་སྐྱོ་མོ་ཚོགས་སོང་དེ་ན་དེ་ནི་ཁོང་གཉིས་ཀ་དེ་ནི་ཤོད་དེ་དེ་ནི་ཁོང་རང་ངོ་ནས་དེ་ཡུལ་ནས་མ་ཐག་རིང་མོ་མ་ཚ་ཆེ་དགེ་བཤེས་ཨ་སྟོན་འཇུ་ག་འཇུ་མདོག་དགེ་བཤེས་ཨ་སྟོན་འཇུ་སའི་ལབ།

ལྟེ་བའི་སྲུང་བ་འཛག་དཀར་དང་ལྔའི་ཀ་ནས་ཡོད་ཀ་ནས་ཆོས་བཟང་མོ་དང་བདུད་དུག་ཚང་མ་ནས་ཉིན་ཞག་ཕུལ་ཏེ་ཉིན་ཞག་དག་གི་སྒོ་ཐར་ཕྱིན་པ་ཞིག་གསོལ་ཏེ་དུག་དག་དབྱིངས་ནས་ཐག་རིང་མ་ཐག་རིང་མོ་མ་ཆགས་བར་མཛེས་སྤྱོད་དང་སྤྱི་དང་གཉེན་པོ་གྲྭ་ཐང་ཟེར་ཚད་ས་སྐྱ་ཆེ་བའི་སྐྱ་དེ་ག་དེ་ནི་གྲྭ་པ་མངོན་ཤེས་ཅན་ཞིག་གོ་དེ་ནི་ཁོང་འདེམས་པའི་མདོ་སྔགས་གཞུང་ལུགས་ལ་ཁ་གསབ་པ་དང་ཁུངས་ཐུབ་པོ་དང་དེ་ནི་ཁོང་དབང་ལུང་མན་ངག་པ་ཚལ་དམ་ཡོད་ཀ་ནས་བླ་མ་ཞིག་གོ་དེས་བསྟན་ན་དེ་ནི་ཁྱོད་རང་འོ་ན་མ་ཨ་གཟུགས་བཀྲ་ཤིས་པ་དང་འདེམས་པའི་རང་ཁྱོད་རང་འོ་ན་ཨ་གཟུགས། ཆོས་ལམ་དུ་འགྲོ་བྱེད་ཆ་ཅི་ཞིག་དང་དེ་གཟུགས་ཞིག་ཡོད་ནོ་སྐྱོ་ད་ཟ་ན་དེ་རུ་གཟུགས་ཆ་དུ་ནས་འགལ་ལ་འདུག་ཞུ་ཚེ་བླ་མས་བཀའ་ཕེབས་པ་ཅི་དང་སྙམ་པ་དེ་ནས་ཁོང་གཉིས་ཀ་དེ་ནས་འོ་ད་དེ་ནས་གྲ་ཐང་ཟིར་ཚ་དེ་ནས་གྲ་བ་ངོ་ཤེས་ཆམ་ཟིན་རྒྱུན་ལ་ཞོས་ཏེ་དེ་ག་ཁོང་བླ་མ་སྟེན་ཏེ་དེ་ག་ཆོས་གཏོང་བ་གཞུང་ལུགས་མང་པོ་ཞིག་སྦྱང་བྱ་ཅི་དང་དེ་འོ་སྦྱང་ཟེར་དེ་ནས་ཁོང་ནས་རྒྱུད་ལ་རྟོགས་པ་ཁྱད་པར་ཅང་ནང་འཁྲུངས་དེ་མ་ཚར་དེ་ནས་ཁོང་ཨ་ཅེ་དེ་ནས་སྟོན་ཚོ་རིན་ཆེན་འབུམ་དེ་ག་དེ་ན་ག་ད་ཡིད་ཚོར་བའི་ངང་ཡིན་ན།

མཁའ་འགྲོ་མ་དཀར་པོ་ཞིག་མི་ལ་མ་བཏང་ཟེར་ན་དེ་ནི་ལྟེ་བའི་དེ་ནི་ལུང་བསྟན་གྱི་ཕེབས་ལྟ་བའོ། ད་ངེད་རང་དེ་ནི་ཐོ་རེ་ང་ཐོག་ག་དེ་ནི་རྒྱ་གར་ནས་ཕེབས་ཀ་ནས་དེ་ནི་གྲུབ་ཐོབ་ཞིག་རྒྱལ་ཆེན་བཞུགས་སའི་དེ་ནི་ང་ཐོག་ཁོང་གཟུགས་བཟའ་དེ་ཕི་ལོག་ཤི་ག་ད་ཅི་ད་སྙམ་པོ་དེ་ནི་ཁོང་འོ་ད་གཟིམ་ཁའང་ཕི་ལོག་ནས་དེ་ནི་འོ་ད་རྒྱ་གར་ནས་ཕེབས་ཀ་ནས་གྲུབ་ཆེན་གྱི་རྒྱལ་ཐོག་དེ་ནི་གྲུབ་ཆེན་དེ་ཆུ་བཞུགས་སའི་ནང་བཞུགས་ན་པ་དམ་པ་སངས་རྒྱས་སུ་ཡུགས་སེར་བ་ལ་དེ་ནི་ཁོང་ཅག་བསལ་ལ་གྲུབ་ཆེན་པོ་དང། དེ་ནི་མཁའ་འགྲོ་མ་དཀར་པོའི་ལུང་དང་སེལ་ཁ་ནི་གྲུབ་ཆེན་པོ་ཡིན་གང་དུ་ཤེས་ཟེར་དེ་ནི་ཁོང་འོག་ད་བ་དམ་པ་སངས་རྒྱས་ཟེར་ཕྱག་ཕུར་ལ་སྤྱི་དང་མཉམ་པོ་དེ་ནི་བ་དམ་པ་སངས་རྒྱས་ཟེར་ཁོང་དགུ་བ་བཛྲ་སྟེ་ང་གཟུགས་བཛྲ་ཏོག་ཁོང་པ་གཟུགས་ཡིན་གང་དེ་ནི་ཁོང་འོག་མ་ནི་བ་དམ་པ་སངས་རྒྱས་སུ་ཁོང་སྟོབས་སྔགས་མང་པོ་བཛྲ་ཏོག་ཉིད་རང་གྲོལ། ཡལ་ལ་དེ་ནས་བཤོས་པ་དེ་ནི་ཁོང་དང་ཡབ་ཡུམ་དང་དེ་ནི་ཁོང་བཅས་དེ་ཚང་མ་གྲོངས་ཚར་པ་ས་ན་དེ་ནི་ཁོང་མ་ཁོ་རེ་ཆོས་ལ་སྙིང་པོ་མེད་པ་དང་སྐྱོ་ཤས་སྐྱོ་བ་མང་བ་སྐྱེས་ཚེ་དེ་ནི་ཁོང་མ་དམ་པའི་ལ་ཆོས་མཛད་ཅེས་དང་ཅི་ས་ཐོ་ནས་གཟུགས་མཛད་དོ་དེ་ནི་མཉམ་པོ་མཉམ་པོ་ཁོ་རང་རྒྱུད་ལ་ས་ལམ་གྱི་རྟོགས་པའང་མང་པོ་འཁྲུངས་བ་མཛད་དོ་བཤོས་པ་དེ་ནི་ཞག་གཅིག་དེ་ནི་མཚན་ལ་དེ་ནི་ཁོང་རྨི་ལམ་ཡིན་ན་དེ་ནི་མཁའ་འགྲོ་མ་དཀར་པོ་ཞིག་ཕེབས་སའི་ལྟས་ཚེ་ལུང་ཐང་ཚར་དོག་དེ་ནི་ཐོ་རེད་དེ་ནི་ཁྱོད་རང་ང་ལྟོགས་ཁར་རྒྱ་གར་ནས་ཕེབས་ཀ་ནས་རྒྱ་གར་སྤོ་ལྟར་ཡིད་ཕྱོགས་ནས་ཕེབས་ཀ་ནས་དེ་ནི་འོ་ད་སྒྲུབ་ཆེན་ཅིག་སྦྱར་ཅན་བཞུད་ཟེར་དེ་ནི་ང་ལྟོགས་ཁོང་གཟིགས་ཀ་ཅིག་ད་ཉིན་པོ་ཁོང་དེ་ནི་གཟིམ་སའི་ཕི་ལོག་ནས་དེ་ནི་སྒྲུབ་ཆེན་ཅིག་ཕེབས་པ་མཐོང་ཅིག་དང་དེ་ནི་ཁོང་མགྱོགས་སོ་མགྱོགས་སོ་ཕི་ལོག་བཤོས་ཏེ་དེ་ནི་མདང་མཚན་ལ་འོ་ད་མཁའ་འགྲོ་མའི་ལུང་ཐང་ཚར་ཀ་ནས་སྒྲུབ་ཆེན་པོ་བཞུགས་སུ་འདུག་ཡིན་ནོ་ཐུགས་ཀ་དགོངས་ཟེར་དེ་ནི་ཁོང་ཕི་ལོག་བཤོས་ཏོ་ཕི་ལོག་བཤོས་ཏེ་དེ་ནི་ཁོང་ཕེབས་སུ་བཞུད་ཟེར་ཁོང

དེ་ནས་པོ་ཏཱ་ར་ཡིས་པོ་ཏཱ་རི་ལ་བཞུགས་སྐབས་ནས་རྒྱ་གར་གྲུབ་ཆེན་འཇུག་བཞུགས་ཟེར་གྱི་འདུག་དེ་བར་དམ་པ་སངས་རྒྱས་ཟེར་གྱིན་འདུག་དེ་སྲིད་དེ་ནས་ཁོང་སྐྱེ་བ་ཡིན་གྱི་འདུག་དེའི་ཐོག་ནས་བཞུགས་ཟེར་ན་དེ་ནས་དེ་ནས་མ་གཅིག་ལབ་ཀྱི་འགྲོ་ནི་མི་ཡང་དེ་འོག་བཞུགས་ཟེར་དེ་ནས་ངེད་རང་རྒྱ་གར་ནས་ཨི་ཟ་མ་གཟུགས་ཡོད་སྐབས་ཨི་ཟ་མ་འཇོན་ཅིག་དེ་ནས་མ་ནས་ཁ་སི་བ་རྒྱལ་བུ་དམ་པ་དེ་ནས་ངེད་རང་ཨི་གཟུགས་ཨི་ཟ་མ་དེ་ནས་ང་བཞི་ཨི་ཡུལ་མཐའ་འཁོབ་དེ་ནས་མ་ནས་བོད་ཡུལ་ལ་ཕེབས་ཏེ་ཨི་ཟ་མ་རྫ་བཅས་ཚར་དེ་ནས་མ་ཁ་དྲིན་ཆེན་མོ་དང་དེ་གཟུགས་ནོག་ཟེར་དེ་ཨ་གཟུགས་བཞུགས་ཟེར་དེ་ནས

ད་ངས་བཀའ་ཡོད་བཀའ་ནས་དབང་ལུང་མན་ངག་དང་ངང་པ་དང་བཅས་པ་ཚང་མ་ཉན་ན་རྒྱ་མཚོ་བཞུད་ཚར་དེ་ད་ངེད་རང་བསྐྱོད་དེ། སྐྱོད་དོན་བླ་མ་བསོད་ནམས་རྒྱ་མཚོ་བཞུད་ག་ནས་ཡོད་སྐད་རག་ཨེ་ནས་འབའ་འཇིགས་སོང་དེ་དེ་ནས་ཁོང་མཇལ་དེ་དེ་ནས་ཁོང་ག་དེ་ནས་དབང་ལུང་མན་ངག་ཡང་ཁྱད་པར་ཅན་མང་པོ་བཞུགས་སོ་ཁོང་བླ་མ་སྟན་དེ་རུ་རྫ་བཞུད་སོ་ཟེར་ན་དེ་ནས་ཁོང་འོ་ད་སྐྱོད་དོན་བླ་མ་བསོད་ནམས། སྐྱོད་དོན་བསོད་ནམས་བླ་མ་བཞུད་ག་ནས་བདག་ས་ཕ་དམ་པ་སངས་རྒྱས་ནས་བརྒྱུད་དེ་འོང་ག་ནས་མོ་ཅོ་དེ་བརྒྱུད་པ་ཞིག་རྒྱག་པ་ལ་ཕ་དམ་པ་སངས་རྒྱས་ཟེར་སྐྱོད་དོན་བླ་མ་བསོད་ནམས་མ་གསུངས་དེ་ནས་མ་གཅིག་ལབ་ཀྱི་སྒྲོལ་མ་འགྱུར་དེ་འོང་ག་ནས་སྤྱོད་དུ་འཇུག་ཕུང་པོ་སྟེ་ནགས་དང་མོ་ཆོས་ཞུས་ཟིན་ལགས་པ་ལ་འོག་ཏུ་སྐྱོ་སྟོན་བླ་མ་བསོད་ནམས་དེ་ནི་ཁོང་བླ་མའང་བསྟེན་ཏེ་དེ་ནས་གཏེར་ཁ་ནས་དབང་ལུང་ཁྲིད་གསུམ་མ་སྔགས་དབུ་མ་མོག་པོ་བཤོས་རྫ་ཐོག་དེ་ནས་སྐྱོ་སྟོན་བླ་མ་བསོད་ནམས་མ་སྟག་ས་བ་དམ་པ་སངས་རྒྱས་སྲས་ལོ་མ་ཞིག་བ་ཚན་བ་དམ་པ་སངས་རྒྱས་སྲས་ཚེ་ལ་ཛབ་ཁ་ནས་དབང་ལུང་ཁྲིད་གསུམ་མན་ངག་ཚང་མ་ཞིག་འདུག་དེ་ཡོངས་སུ་རྫོགས་པ་ཞིག་དེ་ནས་མ་ནི་ཨོ་ད་ང་ཕྱིའི་བར་གསུམ་བྱོས་ཚེ་དེ་ནས་སྟག་ས་ང་དང། མ་གཅིག་བླ་བརྒྱུད་སྒྲོལ་མ་ས་ན་གཟུགས་ཀྱི་ས་ལ་བཟའ་སྟེ་དེ་ནས་མ་གཅིག་བླ་བརྒྱུད་སྒྲོལ་མ་རྩེ་གཅིག་ཏུ་གྲུ་བ་ལ་བཞུར་ཏེ་ཉམས་རྟོགས་ཁྱད་པར་ཅན་མ་མང་པོ་འཁྲུངས་སའི་ཨ་གཟུགས་རྩལ་རྡོ་རྒྱུད་དེ་ནས། དེ་ནས་ཞག་ཕྱིར་ཁོང་ཨི་གཟུགས་དར་བཞུགས་སའི་དེ་ནས་ཁོང་དེ་ནས་ཨི་གསོས་དེ་ན་དེ་ནས་ཁོང་རྒྱུ་སྟོན་བླ་མ་ས་ནས་དེ་ནས་ཞག་ཕྱིར་ཁོང་ཡང་གྲྭ་བ་དངོས་ཤེས་ཅན་བླ་མ་ཁོང་རྒྱ་ལ་བཤོས་ད་ཅིག་དང་དེ་ནས་ཞག་ཕྱིར་ཁོང་བཤོས་དོན་བཤོས་དོན་ད། ང་ཚོ་གོ་ལམ་བར་གྱི་ཡོ་བྱུས་བྱས་ན་དེ་ནི་ང་དང་ཡོ་ཚོ་གོ་དགེ་བཤེས་མང་པོ་ཞིག་མཇལ་ཐོག་དེ་ནི་ཁོང་མཇལ་བ་དེ་ནི་ངེད་རང་ག་ནས་ཡིན་ག་ཚོད་ཡིན་ཟེར་གང་དང་སྤེལ་ར་སྤེལ་ར་སྤྲད་ཅིག་དང་དེ་ནི་ཁོང་མ་གཅིག་ལབ་གི་སྒྲོལ་མ་ཡིན་མཁན་པོ་དེ་ནི་ཁོང་ན་ཐུག་དུས་སྐྱོ་ཐོག་དགེ་བཤེས་ཡོད་ན་དེ་སྐྱོ་ལ་ཅིག་དང་དེ་ནི་ཁོང་དང་མཉམ་པོ་ཆོས་ཀྱི་བགྲོ་གླེང་མང་པོ་མཛད་ཐོག་ཆོས་ཀྱི་བགྲོ་གླེང་མཛད་དུས་གཟུགས་རྩ་དད་ཅིག་དང་གཉིས་པོ་དེ་ནི་བདེན་པའི་རང་ཁོངས་མ་གཅིག་ལབ་གི་སྒྲོལ་མ་སྤེལ་གལ་སྤེལ་རང་ནས་གལ་སྤ་ཙམ་མ་ཚད་དེ་ནི་གྲུབ་པའི་སྒོམ་སྤང་མ་དང་པོ

དེ་ནས་དེ་ནས་ཁོང་དེས་དེ་ནས་དེ་ནས་ཨོ་ད་ཁོང་མོ་དེ་ནས་དགེ་བཤེས་ཨོ་ད་བླ་མ་དབང་ཤེས་ཙམ་ཚར་ཕེབས་སའི་དེ་ག་ནས་ཡང་བཀའ་སློབ་སྦྲགས་མ་མང་པོ་ཞིག་ཞུས་དེ་ནས་དེ་ག་ནས་དེ་དང་མ་རྩ་གྱོད་དོན་བླ་མ་བསོད་ནམས་ཚ་ནང་ཆོས་མང་པོ་སྔོན་ལ་བཞུགས་དེ་ནས་སྔ་ཕྱི་བར་གསུམ་ཆོས་སྲིད་མང་མང་པོ་བཞུགས་བཟའ་ཐོ་དེ་དང་མཉམ་པོ་དེ་ནས་ཕ་དམ་པ་སངས་རྒྱས་ས་ནང་དེ་ནས་དབང་ལུང་དེ་ཚུལ་མེད་མན་ངག་མང་པོ་ཞིག་ཞུས་དམིགས་བསལ་ཁག་ཅིག་གིས་ན་ཆོས་འདི་ཨ་གཟུགས་དབང་བྷ་དམ་པ་སངས་རྒྱས་ས་ནང་བཞུགས་དེ་ཡོད་རྒྱལ་ར་ཨ་ཤུ་རུ་ཀ་ལ་སྤྱིན་དང་དེ་ནས་དེ་ཚང་མ་ཨ་གཟུགས་པོའི་དབང་ལུང་ཁྲིད་གསུམ་མན་ངག་གདམས་ངག་དང་བཅས་པ་བཞུགས་སའི་དམིགས་བསལ་ལས་བཅོལ་ཏེ་མན་ངག་ཀུན་གཞི་བཅས་དེ་ནང་ནས་བཅོལ་ཏེ་དེ་མན་ངག་ཀུན་དམིགས་བསལ་གཙོ་སའི་ཁོངས་བཞུགས་མཛད་དེ་དེ་སྲས་ཉམས་ལེན་ཁོང་མཆོག་ཏུ་གྱུར་བ་ཞིག་མུ་ནས་ཕུལ་དུ་བྱུང་བ་ཞིག་མཛད་དོ། ཁོང་དེ་ནས་བླ་མ་གཉིས་སྐྱེས་དེ་ནས་ཁོང་མངོན་ཤེས་སུ་གཟིགས་ཏེ་དེ་ནས་ཏེའུ་བཞུགས་མཛད་དོ། རྒྱ་གར་ནས་བཞུགས་ཀ་ནས་དེ་ནས་གྲུབ་ཆེན། ཐོད་པ་བ་ད་ར་བཞུགས་པ་འཇིགས་ཡོད་སྐྱབས་ཨིན་ནས་འབའ་འཇིགས་ཡོད་གསུངས་པ་དེ་ནི་དེ་དང་མཉམ་པོ་དེ་ནི་ངེད་རང་ཨ་ཟུག་གོ་བཞུགས་དེ་དེ་ནི་ང་དང་ཨ་ཟུག་གོ་ཧྲ་སུ་འཁྲུངས་བཅུག་ན་དེ་ནི་ཏེའུ་བསྟན་པ་དང་འགྲོ་བ་དེ་ནི་ཡང་བར་བསླབ་མ་ཆེན་མོ་ཤོད་ཀྱི་འདུག་ཟེར་དེ་དེ་ནི་བླ་མའོ་ནི་མངོན་ཤེས་གཟིགས་ཏེ་ཨ་ཟུག་བཛྲ་ད་ཅིག་བཛྲ་དེ་དེ་ནི་ཁོང་ལྟས་ས་ཤོད་དེ་དེ་ནི་གྲུབ་རྐྱེན་ཐོད་པ་བ་ད་ར་མཉམ་པོ་བཞུགས་ཟེར་དེ་ནི་ཁོང་བ་ན་ཧྲ་གསུམ་འཁྲུངས་སོ་ཨ་ང་གཅིག་བར་གསུམ་བྱོ་སེ་ཨ་ལ་སྔོན་ལ་གཅིག་སྟེང་ན་གཅིག་དེ་སྟེང་ན་གཅིག་བྱོ་སེ་གཅིག་ན་མ་ན་དེ་ནི་ཧྲ་གསུམ་འཁྲུངས་ཟེར་དེ་ནི་ཧྲ་སུ་ཆུང་བ་དེ་ཡིན་དེ་འདུག་ཆུང་བ་དེ་སྟན་དང་སྔགས་དང་ཕ་དམ་པ་སངས་རྒྱས་སྲས་ཞབས་ཀྱིས་བཅགས་ཏེ་དེ་ནས་ཕ་དམ་པ་སངས་རྒྱས་ལ་ཡང་སྙམ་པོ་བཞུགས་ཚེ་དེ་ནས་འོ་ད་བསྐྱོད་དུ་ཆོག་དང་ཕ་དམ་པ་སངས་རྒྱས་སྲས་དབང་ལུང་མན་ངག་ཚང་མ་ས་ན་འཛར་ཏོ་དེ་ནས་ཨ་གཟུགས་འོག་ཁོང་དེ་ནས་ཨ་གཟུགས་ཧྲཱི་བྱུང་ཤོག་པོ་སྲིད། དེ་ནས་དེ་སྟེང་ན་དེ་ནས་ཁོང་གཟུགས་བཞུགས་པའི་སྐལ་པ་དེ་ནས་རྒྱ་གར་ནང་དེ་ནས་མ་ཁོང་དེ་ནས་བོ་དེ་ན་མ་གཅིག་ལབ་ཀྱི་སྒྲོལ་མ་ལབ་ཀྱི་སྒྲོལ་མ་བཞུགས་ཀྱང་དེ་ནས་བསྐྱོད་དེ་ཆོས་ཚུལ་ཐོག་དམིགས་ས་ལས་མན་ངག་གདམས་ངག་ཁྱད་པར་ཅན་ཡོད་པ་མ་ཚད་ཉམས་རྟོགས་ཁྱད་པར་ཅན་འཁྲུངས་ཏེ་ཡོད་ཀྱང་ཁ་སྤེ་ནང་ནས་ཁ་སྤེ་མཆོག་ཏུ་གྱུར་ག་ནི་ཡིན་ག་ནིང་པོ

ངོ་ལྟ་དེ་གཟུགས་བྱུང་ན་ལ་དེ་ནི་དེ་སྟེང་ན་དེ་ནི་ཁོང་དགུང་ལོ་དེ་ནི་ལྟ་ཅི་དང་འོ་ཨ་ཟུག་དགུང་ལོ་ལྔ་བཅུའི་གཞིས་ཀ་ཕེབས་པ་ཅིག་དང་མཉམ་པོ་དེ་ནི་ཕ་ལ་དེ་ནི་ཁོང་ཅི་དང་ཁོང་དགུང་ལོ་དགུ་བཅུ་གོ་དགུ་ཞིག་བཞུགས་དགུ་བཅུ་དགུ་བཅུ་ཞིག་བཞུགས་པ་ཚ་ཏོག་ཧ་ལ་དགུ་བཅུ་ཞིག་བཞུགས་ཀ་རག་དགུ་བཅུ་གོ་དགུ་ཞིག་བཞུགས་ཀ་ཚ་ཏེ་རག་ཡིན་ན་དེ་ནི་དགུང་ལོ་ལྔ་བཅུ་ཞིག་ནི་ཕ་ལ་དེ་ནི་ཁོང་དམིགས་ས་ལས་དེ་ནི་སྤྱོད་བདེ་དེ་ནི་ཨོས་སྐོར་ལ་ཁོང་ཉམས་ལེན་མཛད་རྗེས་དང་སྤྱོད་བདེའི་དབང་ལུང་ཁྲིད་གསུམ་མན་ངག་དང་བཅས་པ་ཁོང་ཚ་ལན་སྤེལ་ལ་བཟའ་སྟེ་དམིགས་བསལ་སྤྱོད་བདེའི་པད་བདག་པོ་རྫོགས་ཤིག་སྤྱོད་བདེའི་འབྱུང་ཁུངས་རྫོགས་ཤིག་དེ་ནི་ཁོང་བསྒྱུར་ཏོ་དེ་ག་ནས་པད་ཁོ་ན་ང་དང་བོ་ཟློ་ཁམས་གསུམ་དང་དེ་ནི་ང་དང་རྒྱལ་བར་འབྲུག་གསུམ་དང་ཨོ་ད་ཚང་མ་ལ་དེ་ནི་སྤྱོད་བདེའི་པད་ཨོ་ད་ཆོས་སྤོབས་མ་ནི་སྐ་བྲག་དང་གཟུགས་ཆ་གཅིག་པོ་དེ་ནི་ཁོང་དེ་ག་ནས་ཉམས་རྟོགས་ཡུལ་ལ་བྱུང་དུས་ཁོང་སྤེལ་ལ་བཟའ་སྟེ་པད་ཁོ་ན་ང་རྫོགས་ཤིག་ཨོ་དེ་ནག་ལ་དེ་ནས་དེ་གཅིག་ན་དེ་ནི་ཁོང། དེ་ནི་ཁོང་དེ་ནི་པོ་དེ་ན་དེ་ནི་བཟང་རིགས་ལ་བཞུགས་པ་ནི་ཨ་ཟུག་དགོན་པ་ཞིག་ཡང་ཕྱག་བཏབ་པ་མཛད་དོ་ར་བཟང་པོར་གཞིས་བཞུགས་ཀ་འཇིགས་ཡོད་ཅིག་ཏུ་བལྟས་ས་སྐད་དེ་ཁ་ནི་བཟང་རིགས་ལ་བཞུགས་སའི་དགོན་པའང་ཕྱག་བཏབ་པ་མཛད་མ་མཛད་དེ་ཚུན་ན་ཁོང་ཅོ་ཨ་ཟུག་གོ་པོ་དེ་ལ་ས་བཞུགས་དེ་ཅོ་རིན་པོ་ཆེ་དང་དེ་སང་མ་ལངས་དེ་ནི་འོ་ད་མཆོད་འབུལ་མཛད་དེ་དེ་རྫོགས་སའི་པོ།

ཕྱི་ལོ་གཅིག་སྟོང་གཅིག་བརྒྱ་དང་སུམ་ཅུ་ཡིན་འདུག་གོ་གཅིག་བརྒྱ་དང་སུམ་ཅུ་ཡང་ན་ཁོང་ཅི་ཡིན་ནམ་དགུང་ལོ་དགུ་བཅུ་གུར་དགུ་ཙམ་ཞིག་བཞུགས་དོ་དགུང་ལོ་དགུ་བཅུ་གུར་དགུ་ཙམ་ཞིག་བཞུགས་ཟེར་དེ་ནི་དགུང་ལོ་དགུ་བཅུ་གུར་དགུ་དེ་ནི་ཁོང་ཉག་ང་ལ་འདའ་ཟེར་དེ་ནི་དགོངས་པ་རྫོགས་ཡང་ན་ཁོང་སྤྲོ་བ་མཛད་དུ་བྱོན་འོ་གཟུགས་ཤིག་གནང་བ་ལ་ལོ་མ་གཅིག་ལབ་ཀྱི་སྒྲོལ་མའི་རྣམ་ཐར་མདོར་བསྡུས་ཤིག་བརྗོད་ས་ངས་ཡི་ག་ནས་བཞུད་ཟེར་ན་ཚང་མ་ནས་མ་ནས་བཞུད་ཐུབ་བྱས་སང་མི་ནུབ་མ་ཨ་རུ་ཀའི་རྣམ་ཐར་ཁག་མང་པོ་བཞུད་འདུག་ཐ་ན་མ་རིག་མོའི་མདོ་ལ་ཡང་མདོར་བསྡུས་མདོར་བསྡུས་སོགས་ཤིག

ཉིས་སྟོད་དཀའ་ངལ་ཟླ་གཅིག་བཞུགས་ཁང་ཇོ་ཨ་སི་བྷེ་ར་ཁག་ཚན་རྩལ་སྤྱི་བཅུ་ཅན་བཞུགས་ན་ད་ངེད་མདང་ཉི་མ་ཁ་གཅིག་ནས་ཕར་ལ་དེ་ནས་ཨི། ཕ་དམ་པ་སངས་རྒྱས་སངས་མ་གཅིག་ལབ་ཀྱི་སྒྲོལ་མའི་རྣམ་ཐར་དང་འབྲེལ་ལོའི་ཐོག་ནས་གཞིས་བྱེས་བཅུ་དགུའི་གཞུང་གོང་སོགས་དེ་ཚོ་སྐོར་ལ་ཡི་ག་མང་པོ་ཞིག་ཞུས་ཟེར་ན་ག་ལ་ཤོད་པ་སང་ན་དེ་ན་ཆད་པ་ལགས་པ་ནོར་ར་འཁྲུག་ལ་བརྒྱ་ཆ་བརྒྱ་ངས་འདི་བཞག་ནས་ཞུ་གཏན་ལ་ཤོད་དུ་ཡོད་འགྲོ་བ་ལ་ཤོད་དུ་ཡོད་འགྲོ་དེ་བོ་ཚང་མ་དེ་ནས་འོ་ད། ཆགས་པ་རྣམས་སོ་རེ་དེ་ནི་གང་དག་རྒྱུ་བྱས་ཟིན་ལ་ལ་དེ་ནི་གཅིག་གི་གཉིས་པ་ནི་ད་ངའི་གཙོ་བོ་ཡི་རྒྱུ་བྱས་ཟེར་ག་ནི་ཡིན་ཞའོ་ནི་ཕན་ཐོགས་པོ་ཏེའོ་ནི་ལ་འཛར་ཡི་ག་ནི་ངའི་བཀའ་ཟུར་རེ་ཕན་ཐོགས་བྱས་བྱ་འདི་ཞུས་སོ་ཡོད་ན་ཏེའོ་ནི་མཚན་མེད་ན་འབོར་ཏེ་ངའི་ཡི་ག་ནི་མང་པོ་ཞིག་རྣམ་ཐར་ཁག་མང་པོ་རྣམ་ཐར་ནང་ཁག་ཁག་སུ་ནི་མང་པོ་རེ་ཞུས་སོ་ཏེའོ་ནི་ཚང་མ་ཡིད་ལ་འབོར་ཏེ་དེ་ནི་ཆོས་ཟ་ཟ་ནི་ཡ་ང་དང་བཀའ་ཟུར་ཞིག་བཟའ་བཟའ་ནི་དེ་ལ་མའི་རྣམ་ཐར་རུ་འདྲ་མཇལ་དང

བ་ལྟར་གཅིག་ཟེར་བྱས་ལ་ང་དང་མི་གཅིག་ག་མིག་ལྟ་སྟེ་རྫུས་བྱེད་དང་ཆུ་གཟུགས་གཅིག་ག་སྤྱི་གཟུགས་ཞིག་ཏུ་རྩ་བ་ཉིད་ངས་དེ་ནས་ངའི་སེམས་པའི་གྲུ་འོང་མེད་དེ་གཟུགས་ངའི་བཞུགས་སྒར་ནའང་མིན་བཞུགས་ཆས་སའང་མིན་མེད་བདག་ལ་བདེན་པས་ལ་ང་རང་ཚོ་ཞིག་ན་ལོ་ཉི་ཤུ་མཐར་ཉི་ཤུ་རྩ་གཉིས་རྩ་གསུམ་རྩ་ལྔ་ཞིག་དེ་ནས་བླངས་པའི་ཆོས་ལ་དེ་ནས་བཤད་ཙམ་མ་བྱས་ཙམ་སློབ་སྦྱོང་ཆོ་ག་འཇིག་ཡིན་དེ་གཟུགས་ཆོ་ག་འཇིག་ཡིན་ཤོད་པ་དེ་ནས་ང་དེའི་ནང་པའི་ཆོས་ཡིག་གྲུ་ཨ་ཙམ་ཡན་ཆད་དེ་ནས་ཉམས་ལེན་ནས་ནར་ལ་ཁྱེར་ཆས་ཞིག་ཀྱང་དེ་གཟུགས་ཤིག་ཁྱེར་མ་མྱངས་ནའང་ཁྱེར་མ་ཐུབ་ནའང་བདེན་པའི་རང་དེ་ནི་ཆོས་ལུགས་གཅིག་དང་གཅིག་ལ་གཟུར་ཟ་བྱ་བའི་ཚོགས་དེ་གཟུགས་རྩ་བ་ཉིད་ནི་མི་ཚེ་འདི་ན་སྤྱོའང་མ་ནོག་སྤྱོད་བྱེད་ཚང་མ་ནི་སེམས་པའི་འགྲུའང་མེད་ད་ལ་དེ་གཟུགས་ཞིག་ཚང་མ་ལ་དེ་ནི་མ་ནི་དག་པ་དང་དག་སྣང་བྱ་བྱེད་མ་ནི་བྱའང་དེ་གཟུགས་ཞིག་ངས་སྤྱོའང་མ་ནོག་སྤྱོད་བྱེད་ཚང་མ་ན་ལ་དེ་གཟུགས་མ་ནི་སེམས་ཅད་དར་མ་རྫ་ནི་ཡས་སུ་གཅིག་གི་རྩ་བ་ཉིད་ནི་ངས་མ་ནི། འོ་ད་ཆོས་ལུགས་གཅིག་དང་གཅིག་ག་ངའི་ཡིད་འགྱིངས་པའི་གར་ཁྲིའི་བོ་ན་ངས་སྤྱོའང་མ་ནོག་དེ་གཟུགས་ཞིག་སྐྱེས་ཟེར་ན་ང་རྩ་བའི་ཤིག་པའི་ཆོས་སློབ་སྦྱོང་ཆོ་ག་འཇིག་ཆོས་སྤུངས་ཀྱི་ལ་ཟེར་ན་ག་གཟུགས་ཞིག་ཡིན་ཟེར་སྐབས་ངས་བཤད་ས་ད་ལ་བདེན་པའི་རང་ཡིན་ན་ངས་ཡུལ་དང་མ་འགྲིག་བྱེད་དང་དེ་ནས་སྔ་ཕྱིའི་ཨ་གཟུགས་ཆ་བྱད་དང། དེ་ནས་མི་ཚང་མས་འདོད་པ་འདྲ་འདྲ་ཞིག་ཡོང་མ་ཡོང་ཅིག་ང་ཏན་ཏན་ཆ་ནོག་ག་ལ་ང་རང་རྒྱུད་བཟོད་དང་པོ་ནས་ངོ་མ་ནས་རྒྱུད་བཟོད་དེ་ཚེ་བིག་ཆ་ནོག་ང་རྒྱུད་དང་འགྲིག་མི་འགྲིག་གི་ག་ནས་ཡིན་ན་ངའི་སྐུ་ལང་རྩ་བ་ཉིད་ནས་སྐྱོན་མེད་ད་ལ་ཕ་ན་བསམ་གང་ཅིག་མ་ནས་ཅང་གང་མེད་ད་ལ་ཅང་གང་མེད་དེ་མ་ནས་ང་ཡི་ག་ནས་ཐོབ་གོ་ས་ཞིག་ཐོབ་ཀྱི་མེད་ཡིན་ན་དཔེ་གནས་ཤིག་ཨ་ན་ཀྱོག་ཀྱོག་ཞིག་ཐོབ་པའང་མི་ཤེས་མ་འོངས་པ་ནི་ཐོབ་བྱའི་ཟས་གཟུགས་འང་མེད་དེ་ངས་ཅང་ཏེ་ལུག་ཤེས་ང་འདོད་པའང་མེད་ཅོག་གོ་ཤེས་སའང་མེད་ད་ལ་ང་ང་རང་གྲྭ་བས་གསུངས་པ་བཞིན་ཕ་ལ་ཨི་གནམ་ས་དམར་པོས་བསྐོན་པ་ནི་ཕ་ལ་གྲོད་པ་སྟོང་པ་མ་ནི་ལུས་ས་མ་ནི་ག་ལ་སྡུག་ས་གཞན་མི་ཐོབ་ཅི་ཞིག་མ་ནི་ཡོག་མ་ནི་དཀར་བའི་ན་ང་དང་ས་མ་རྒྱུ་ཅང་ཏེ་གཟུགས་བའི་ཕས་ངས་ཅང་ཅོག་གོ་ཤེས་སའང་མེད་ཐོབ་དགོས་ཟེར་པས་ང་རེ་བ་རྒྱག་པ་འཇིགས་མ་ང་ཐོབ་དགོས་ས་ཞིག་དང་ཐོབ་བྱའི་སའང་མེད་ཀྱག་ང་གྲྭ་བ་གྲྭ་རྐྱང་ཞིག་ཏེ་གཟུགས་ཤིག་ནོག་ཅང་ཏེ་ན་ཨ་གཟུགས་ཤིག་འང་མེད་ཀྱག་ཨ་ལ་ཧ་ལས་ན་ང།

ཀྱོད་མ་ས་ལྷའི། དབྱུག་ནི་གསང་སྔགས་ཆོས་ཟབ་མོ་ནོག། དབྱུག་ནི་ས་བཅད་མི་རྒྱག་གི་སྟངས་བཅད་མི་རྒྱག་སྦ་སེར་པོ་ཚེ་དབྱིབས་སེར་པོ་ཚེ་ཐོག་མ་ཆོས་འཁོར་བྱེད་ནོག་ཚེ་དེ་སྟེ་གཟུགས་ཀྱི་གཞོན་མར་ངན་མགོ་མ་གཞུས་ས་ནི་ཀྱོད་དེ་འབྱུང་ཁུངས་ཀྱོད་དེ་ཨ་གཟུགས་སྤྱི་ཡི་ཨ་གཟུགས་ཡོན་ཏན་ཚོགས་པའི་གཞོན་གཅིག་དང་གཞོན་ནོག་ལ་ཆོས་པོ་ཙམ་གྱི་རྩ་ཆེན་མོ་ཡིན་ཟེར་གང་པོའི་སྟེ་གཟུགས་སྟེ་གཟུགས་ཀྱི་ནོག་ཚེ་དེ་ང་དང་གཞོན་ནོག་ལ་སྤྱི་ཡོངས་ཀྱི་གཞོན་མ་ནི་ངས་ཀྱོད་མ་སྟངས་དང་སྟེ་གཟུགས་ཀྱི་རྩ་བ་ཉིད་ནི་གཞུས་སའང་མིན། གཞུས་ཡོངས་མ་ནོག་ལ་ཞོད་པ་ཙམ་མུ་མཐུད་དེ་ཉིད་བཞག་པ་ནི་ས་ལ་རྩ་བཞེས་སུ་ཡི་རང་ཡོད།

དེ་གཟུགས་ཤིག་ག་ནས་བཞུད་ཟེར་ན་ལ་ངའི་འོ་ད་དེ་གཟུགས་ཤིག་ཡིན་ཉེ་ཆར་ཚང་མས་བཅོས་པའི་མ་ས་ལ་བཅོས་ཟེར་མ་ནོར་ག་ལ་སང་བ་ནང་སྦ་ཟེར་བུར་དབྱིབས་ཟེར་བུར་ཐོག་མ་བཅོས་ཟེར་དེ་མ་ནོར་ག་ལ་ངའི་ཉེ་ཆར་འོ་ན་དེ་ནི་རང་རང་ཉམས་ལེན་ནོར་རང་རང་ནོར་ག་ལ་རང་རང་རྫ་ཆས་ནོར་རང་རང་མི་སོ་སོ་སོ་སོ་འགྱེར་པ་སོ་སོ་བླ་མ་སྐྱེས་ཆེན་དམ་པ་ཚང་མས་དེ་ནི་ང་དང་དབང་ལུང་ཁྲིད་གསུམ་མན་ངག་དང་བཅས་པ་ང་དང་སལ་དེ་ནང་ད་ལྟའི་སལ་སྐམ་པོ་ཚང་མ་རང་ཉམས་ལེན་ནི་ག་ཙམ་ཐུབ་ཅི་ཐུབ་ག་གཟུགས་བཅོས་ཅན་རང་ག་རག་ལ་ཟེར་ཀྱང་དེ་ནི་རང་རང་ཨ་གཟུགས་རྫ་ཆས་སུ་ནོར་ག་ལ་དེ་འོ་ཚང་མ་དེ་འོ་ངས་ང་རྫོགས་ཤིག་གི

དེ་གཟུགས་ཤིག་བཏང་ན་ནི་ང་ནི་ཁུ་དུས་སྡུག་སྤྱད་ན་ཧ་ལ་ཅི་བྱོན་དེ་ནི་ངས་ནི་སྤྲང་པོ་སྤྲང་ཀྱང་བཞུད་ཟེར་ནོ་ཁོ་ཡང་ས་འདང་པོ་མ་ནོར་བར་སྤྱོད་གོ་ཟེར་ན་ཉིད་ཀྱང་འདི་ཡང་ངས་བཞུད་ཟེར་ལ་དེ་ང་དང་སུ་གཅིག་གཉའ་ན་ཡོད་ན་ཉན་མཆོག་པོ་མ་ནི་ནོར་གོ་ཟེར་མ་ནོར་བ་ལ་ནམ་གཅིག་གིས་ན་ང་དང་ཁྱོད་ཞིག་ཡིན་འགྲོ་ཅི་ཞིག་གཉའ་ན་ཡོད་ན་བདེན་པའི་རང་གནོད་ཀྱིས་སྐྱོན་གསུམ་འདྲ་ལོས་ལྡོག་ནས་ང་དང་ས་འགོ་ས་ནོར་བསྟན་ན་ནི་གནོད། བཀྲིས་མ་བྱ་འཇུག་གམ་པོ་ང་དང་བཟང་པོའི་བཀྲིས་མ་བྱ་འཇིག་ཡོད་ན་དེ་བཀྲིས་མ་བྱ་ནས་ན་དེ་ན་ང་དང་ཙམ་གྱི་ཁར་ཇི་བཞིན་པོ་རྒྱལ་ལ་བཀའ་ཟུར་ཞིག་བླུག་ན་པུ་ར་བཀྲིས་མ་བྱ་འཇུག་ར་ནོག་ལ་དེ་ཚོ་ང་དང་དེ་ནས་ཉན་དཀའ་འདུག་ཟེ་སེམས་པའི་ནང་ང་སེམས་པོ་ཁྱེད་དེ་ན་ང་དང་དེ་ཚོགས་ཟེ་ཡང་སེམས་པ་སོ་སོ་ཞིག་ཁུར་དེ་ཉན་ན་ཡོད་ན་སོག་པོའི་ཚོགས་ཞིག་སྟབས་ཀུ་ལོ་ངམ་དེ་ཚོགས་ཞིག་ཉན་ན་ཡོད་ན་རྟེན་གཟེར་སྐམ་པོ་ཚང་མ་ངན་པ་ཚོར་བྱེད་དང་ལོག་ཕྱོགས་ཚོར་བྱེད་དང་གཏི་སྒྲུབ་ཀྱང་ཚོར་བར་སྣང་བ་ལ། འོ་ད་ཉན་ཀ་ནས་ཐོག་ནང་སེམས་པ་དྲང་པོའི་ཐོག་ནས་ཉན་ཅིག། དེ་ནས་ཤད་ཀ་ནས་ངོས་ཟིན་ནའང་བདེན་པའི་ནང་ལག་སང་རྣམ་དག་ཚུད་དེ་སེམས་པ་དྲང་པོའི་ཐོག་ནས་བཤད་དགོས་ཞེས་སུའང་མ་ཁག་ཅན་ནུས་རྒྱ་འདི་བཞག། ཡན་ལེའུ་ནང་བཀའ་སློབ་ཚར་ལ་རག་དེ་སྣང་བ་ནོར་ག་ལ་དེ་གཉིས་ཀ་རྫོབ་ན་དེ་ནི་ཏན་ཏན་ལ་ང་དང་ཚང་མ་ཕ་ན་ནོར་ག་ལ་སུ་དང་སུ་ཞིག་གིས་ན་ང་དང་ཚང་མ་ནོར་ཚང་མ་ལ་དེ་ཕན་ཆེ་ཟས་གཟུགས་ཡོད་ཡང་ནོར་མ་ཚར་དེ་ནི་ང་དང་ཚང་མས་དེ་ནི་ནོར་བ་སངས་རྒྱས་སུས་བསྟན་པ་མི་ཉམས་གོང་འཕེལ་ལས་མཐོ་བ་ཆ་ཆེ་ཟེར་ན་དང་ལྟ་ན་གཟུགས་སྤྱོད་ཅན་བ་ལ་སྤྱོད་པ་ཚང་ན་དེ་ནི་ཚང་མ་ལ་ཐུགས་རྗེ་ཆེ་རྒྱུད་ལས་གསུངས་དེ་ནི་ཚང་མ་ལ་བཀྲ་ཤིས་ཤིག།